ད་ད་རེས་ང་ཚོ་བདེ་ཆེན་ཞིང་ཕྲུག་གིས་དེ་ནས་ལུང་དང་ཁྲི། ད་ལུང་དང་ད་ཁྲི་ཟེར་ནས་ད་རེས་ད་ཤེས་ལུང་ཕུལ་ཡ་འོ་ད་དེ་འདྲའི་དེ་འདྲའི་ཆུ་ཨེ་ནི་ད་འགོ་བཙུགས་ཀྱི་ཡོད་རེད། དེ་ཡང་ང་ཚོ་དུས་ཚོད་ལྷོད་ལྷོད་རག་བྱས། ལྷ་ནི་ད་རིང་ཚོགས་ལྡན་གཉིས་སང་ཉིན་ཚོགས་ལྡན་གཉིས། གནའ་ནི་འགའ་ཚོགས་ལྡན་གཉིས་གཞན་ཉིན་འགའ་ཚོགས་ལྡན་གཅིག། ས་ཚོགས་ལྡན་བདུན་འདུག། བྱས་ཙང་འདི་ཡོད་དུས་ཀྱང་ལྷོད་ལྷོད་བྱས་ནས་མ་ཁྲིད་ཡ་ཡོད་པ་རེད་འདུག་བ། ད་རེས་ད་རེས་བཅོ་བརྒྱད་རེད་འདུག་བ་བཅོ་བརྒྱད་བཅུ་དགུ་ཉི་ཤུ་རྩ་གཅིག། བྱས་ཙང་འདི་ཡོད་དུས་ཧ་ཅང་གི་སྐལ་བ་བཟང་པོ་རེད། ད་ད་ལེ་ངའི་མ་གངས་ཐུག་ཐུག་གི། སྤུས་དག་པོ་བྱས་ནས་འཁྲིད་ཀྱི་ཡིན། ད་དེ་ལ་ཡང་མི་མང་ཚོ་ལ་གོ་བདེ་བོ་ཡོང་ཡག་གི་ཆེད་དུ་བརྙན་ལ་རྡོར་གདན་ཨནི་ཅིག་འགྲེལ་བཤད་ཅིག་རྒྱག་དེའི་ཞུ་གུ་རྒྱས་བཤད་དེ་མང་སྒྲོལ་བའི་སྐབས་ལ་མཚམས་མ་འདེབས་པའི་དབང་དུ་བཏང་ན་ཨནི་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེལ་ཡག་གི་ཆེད་དུ་ཉིན་རེ་ཉིན་རེ་ལ་ཉམས་ལེན་དེ་འདྲ་དེ་འདྲ་དེ་འདྲ་དེ་འདྲ་བྱེད་པོ་རེད་མ་ལགས། མཚམས་བདེ་བའི་དབང་དུ་བཏང་པ་ཡིན་པ་ཡིན་ན། ཨ་ནི་མཚམས་བདེ་དུས་ཙམ་པ་ཡང་དེ་འདྲ་དེ་འདྲ་དེ་འདྲ་བྱེད་དགོས་རེད་དཱ་ཟེར་ནས་ཅིག་བསླབ་ཨོ་འདུག་བྱས་ནས་སྤུས་དག་པོ་བྱས་ནས་མ་ཨ་ནི་ཅིག་བཤད་ཡ་ཡིན། དེ་ཡིན་པ་ཡིན་ཙང་ཁྱེད་རང་ཚོ་ཉན་མཁན་ཚོ་གི་ཡིན་ན་ཡང་དོ་སྣང་ཡག་པོ་སྤྲད་བྱས་ཨོ་དེ་ནས་ཉན་པ་གནང། ཨ་ནུ་ཅིག་ཞུ་གོ་བསྐྱར་བཤད་བགྲོ་གླེང་གི་སྐབས་ལ་ཡིན་ན་ཡང་སོ་སོའི་ངོས་ནས་མ་ཤེས་ན་ཤེས་ཀྱི་མི་འདུག་ཟེར་ཡ་ཞུས་ནས། ཨ་ད་ལྟ་ཁྱེད་རང་ཚོ་དགེ་བཤེས་ངེས་བརྗོད་ཀྱི་ཐོག་ནས་བསྐྱར་བཤད་བགྲོ་གླེང་ཡག་པོ་འགྲོ་གི་ཡོད་པ་འདྲ། དཔེ་ཡག་པོ་རེད་རྗེས་སུ་ཡི་རང་རེད་ཨོ་ད་དུང་ཡིན་ན་ཡང་མུ་མཐུད་ནས་བྱས་ནས། སོ་སོ་མ་ཤེས་ན་ཤེས་ཀྱི་མི་འདུག་དོགས་པ་ཟ་ན་དོགས་པ་འདི་ཟ་གི་འདུག་ག་འདྲས་རེད། གསལ་པོ་བཟོ་ཡ་ད་གལ་ཆེན་པོ་རེད། ཨོ་དོན་དུ་དེ་འདྲ་བྱས་བྱས་གང་ལྟར་ཡག་པོ་བྱེད་ནས་གནང་རོགས་གནང་ཟེར་ཡ་ཡིན། ད་འདི་ནས་མ་འགོ་བཙུགས་པ་ཡིན་ན་ད་དང་པོ་གཉིས་ལ་རྡོར་གདན་གཅིག་བཤད་ཀྱི་ཡིན་ད་ཁྱེད་རང་ཚོ་དཔེ་ཆ་མ་དག་ང་ལ་ཡག་ཡག་པོ་བྱེད་ནས་བལྟས་ཤོག་ཨ། ད། ད་རིང་གི་ཆོས་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་བ་ཡིན་ན། ཡོན་ཏན་བཞི་བརྒྱུད་པ་ནང་ལ་ཡ། ཐུན་མོང་ལམ་མཆོག་སྣོད་དུ་གྱུར་པ་ན་ཐེག་པ་ཀུན་གྱི་མཆོག་གྱུར་རྡོ་རྗེ་སྟེ། སྐལ་བཟང་སྐྱེ་བོའི་འཇུག་ངོགས་དམ་པ་དེ་བདེ་བླག་ཉིད་དུ་འཇུག་པར་ཕྱིན་གྱི་ལོ་ཟེར་ནས་གསུངས་པ་དང། རྗེ་རིན་པོ་ཆེན་གྱིས། ལ་ནི་འདི་ན་རྫོགས་སངས་རྒྱས་སུ་འགྲོ་བ་ལ་ཟབ་མོ་རྡོ་རྗེ་ཐེག་དང་ཕར་ཕྱིན་ཕར་ཕྱིན་ཐེག་རྣམ་པ་གཉིས་ཡོད། གསང་སྔགས་ཕར་ཕྱིན་ལས་ཤིན་ཏུ་ཁྱད་པར་འཕགས་པ་ཡིན་ནོ་ཞེས་ཟིན་གསུང་བ་ནང་བཞིན་བྱས་ནས། ད་རིང་གི་ཆོས་དེ་ད་རིང་ད་སང་ཉིན་གནང་ཉིན་ང་ཚོ་ཉིན་མོ་ཁ་ཤས་ཀྱི་ཆོས་ལ་དེ་གསང་སྔགས་ཀྱི་ཆོས་བྱ་དེ་ཡོད་རེད་ད། ད་གསང་སྔགས་ཀྱི་ཆོས་ཀྱི་ནང་ནས་ཀྱང། རྣལ་འབྱོར་བླ་ན་མེད་པའི་རྒྱུད་སྡེ་ནས་གསུངས་བཞག་པའི་ཆོས་བྱ་བ་ཡོད་རེད། ད་རྣལ་འབྱོར་བླ་མེད་ཀྱི་རྒྱུད་སྡེ་ནས་གསུངས་བཞག་པའི་གསང་སྔགས་ཀྱི་ཆོས་དེ་ལ་ཡང། ཨ་ནི་གཅིག་སྔ་འགྱུར་རྙིང་མ་བྱས་ན་བཀའ་མ་དང་གཏེར་མ་ཟེར་ནས་གཉིས་ཡོད་པའི་ནང་ནས་གཏེར་ཆོས་བྱ་བ་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཧ་ཅང་གི་བྱིན་རླབས་ཆེན་པོ་བསམ་གྱིས་མི་ཁྱབ་པ་མཆིས། དེ་ཡང་ཁ་སང་ཞུ་བ་ནང་བཞིན་ཕྱོགས་གཅིག་ནས་འོས་པ་མེད་སྒོམ་ནས་འོས་པ་མེད་སྒྲུབ་པར་བྱས་ཡང་ཡོད་རེད། ཡང་གཉིས་ནས་གཅིག་འོས་པ་མེད་ཀྱི་ཞིང་ཁམས་དག་པའི་ཞིང་ཁམས་བདེ་བ་ཅན་གྱི་ཞིང་ཁམས་ལ་ཨ་ནི་གཅིག་སྐད་ཉན་འདོད་ན་དེ་འབྲེལ་གྱི་སྐད་ཡ་དང་འདྲེས་པའི་སྒྲུབ་ཐབས་ཡང་ཆགས་ཡོད་རེད། མིང་ཁོ་རང་ལ་འོས་པ་མེད་སྒྲུབ་ཐབས་མ་གསུང་བ་བྱས་བདེ་ཆེན་ཞིང་སྒྲུབ་གསུང་གི་འདུག་བ། བྱས་ཙང་བདེ་བ་ཅན། བདེ་ཆེན་ཞིང་གི་མགོན་པོ་འོད་དཔག་མེད་ཡང་སྒྲུབ་པར་བྱེད། བདེ་བ་ཅན་གྱི་ཞིང་འདི་ཡང་སྒྲུབ་པར་བྱེད། དེ་འདྲའི་གེ་ཁ་ཆོས་གཅིག་ཡིན་དུས། བདེ་ཆེན་ཞིང་སྒྲུབ་ཀྱི་ཆོས་ཟེར། འོ་དེ་འདྲ་ཅིག་ཆགས་དུས་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ད་རིང་གི་ཆོས་དེ་ཧ་ཅང་གི་རྩ་ཆེན་པོ་ཅིག་ནི་ཡིན་པ་རེད། ད་དེ་འབྲེལ་གྱི་བདེ་ཆེན་ཞིང་སྒྲུབ་ཟིལ་གནོན་གྱི་ཆོས་དེ་ཉམས་ལེན་བྱེད་པའི་སྐབས་ལ། ག་དུས་ཡིན་ན་ཡང་དོ་སྣང་སྤྲད་དགོས་ཡ་སྟེ། རྒྱུན་དུ་ཉམས་ལེན་བྱེད་སྟངས་གཅིག། ཡང་སོ་སོ་ལ་དུས་ཚོད་དམིགས་བསལ་ཅིག་བཏོན་ནས་ཡང། ཅིག་གིས་སྐབས་རེ་སྐབས་རེ་མཚམས་བསྙེན་སྒྲུབ་བྱེད་ཅིག་གཉིས་རེ་གཉིས་རེ་གསུམ་དང། རེ་བ། གསང་སྔགས་ཟབ་མོའི་ཆོས་དེ་ལ་ཡང་སྔོན་གནས་དང་ལས་ཅིག་གི་ཉི་མ་གཅིག་ཉིན་རེ་བཞིན་དུ་ཉམས་ལེན་བྱེད་ཡག་གི་ཡོད་དེ་ཚོ་ཡང་ཤེས་པ་ཐོག་ནས་ཉམས་ལེན་བྱེད་ཀྱི་བྱེད་ཀྱི་བྱས་ཡང་དུས་དུས་ལ་ཡང་དམིགས་བསལ་གྱི་ཨ་ནི་འབད་དང་དུས་ཁྱད་པར་ཅན་འདི་འདྲའི་ལ་ཨ་ནི་ཡང་སོ་སོའི་ངོས་ནས་མཐུན་ཤིང་རྣལ་འབྱོར་གྱི་ཐོག་ནས། ཨ་ནི་ཡང་མཚམས་མི་ཉན་འགྲོ། དེ་མེད་ན་ཡང་མ་ཐག་ཡོད་པའི་མཐུན་གཉིས་བཟུང་བའི་ཐོག་ནས་ཨ་ནི་ཡང་མཚམས་ཉན་འགྲོ། དེ་འདྲ་ཡང་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་བྱས་ནས་འགྲོ་ན་ཨ་ནི་གསང་སྔགས་ཀྱི་ཆོས་ཀྱི་ཉམས་ལེན་ཡག་པོ་ཡོང་གི་འོག་ལ་དེ་ལ་བརྟེན་ནས་གྲུབ་འབྲས་ཡིན་པ་ཡིན་ན་ཡང་མི་འདྲ་ཅིག་ཡོང་གི་ཡོད་རེད། འོ་དེ་འདྲ་ཡིན་པ་ཡོད་དུས་བཟང་པ་གསང་སྔགས་ཀྱི་ཆོས་ཉམས་ལེན་བྱེད་མཁན་གཅིག་གི་ངོས་ནས་རྒྱུན་དུ་ཉམས་ལེན་བྱེད་སྟངས་གཅིག་ཨ་ནི་བའི་དུས་ཁྱད་པར་ཅན་འདི་འདྲའི་སྐབས་ལ་མཚམས་བསྙེན་སྒྲུབ་ཉམས་ལེན་བྱེད་སྟངས་གཅིག་གཉིས་དོ་སྣང་གནང་དགོས་གལ་ཆེན་པོ་རེད། ད་འདི་གཉིས་ཀྱི་ནང་ནས་རྒྱུན་དུ་ཉམས་ལེན་བྱེད་ཡས་གཅིག་གི་ངོས་ནས་སྐད་ཆ་བཤད་པ་ཡིན་ན། གང་ལྟར་སོ་སོའི་ངོས་ནས་ཨ་ནི། དུས་ཚོད་ཡོད་པ་ཡིན་ན་ནི་ཐུན་བཞི་དེ་མེད་ན་ཐུན་གསུམ་དེ་མེད་ན་ཐུན་གཉིས་དེ་མེད་ན་ཡང་མ་མཐའ་ཡིན་པས་ཐུན་གཅིག་ཉམས་ལེན་བྱེད་དགོས་ལ། ད་ཐུན་གཅིག་དེ་ལ་སོ་སོའི་གི་ངོས་ནས་དུས་ཚོད་ག་འདྲི་བྱེད་ལ་ཡག་ག་འདུག་བྱུང་ན་ཐོ་ཐུན་ཟེར་ནས་ཐོ་རང་གི་ཐུན་དེ་ཉམས་ལེན་བྱས། ད་ཡང་ཐོ་རང་གི་ཐུན་དེ་ལ་ཡང་སོ་སོ་ལ་ཡང་ཉམས་ལེན་བྱེད་ཡག་གི་ཡི་དམ་དམིགས་བསལ་དེ་འདྲས་ཀྱི་ཡང་ན་ད་ལམ་སྒྲོན་དཔེར་ན་མདོ་ཕྱོགས་ཡིན་ན་ལམ་སྒྲོན་དམིགས་བསལ་སྒོམ་ཡ། ཨ་ནི་སྔགས་ཡིན་ན་སོ་སོའི་ཐུན་མོང་མ་ཡིན་པའི་ཡི་དམ་དམིགས་བསལ་གྱི་བདག་བསྐྱེད་ཉམས་ལེན་བྱ་ཡ་ཡོད་ན་དེ་ཐུན་དང་པོ་ལ་བཞག། ཨ་ནི་ཐུན་གཉིས་པ་དེར་ཐུན་གཉིས་པ་ཡང་ན་ཐུན་གསུམ་པ་ཡང་ན་ཐུན་བཞི་པ་དེ་འདྲའི་གང་རུང་གང་ཡང་རུང་བ་གཅིག་ལ་ཨ་ནི་འོད་དཔག་མེད་ཀྱི་སྒྲུབ་ཐབས་བདེ་ཆེན་ཞིང་སྒྲུབ་ཉམས་ལེན་བྱས་པ་ཡིན་ན་ཡག་པོ་ཡོད་ཡོད་མ་རེད། ད་འདི་ཉམས་ལེན་བྱེད་པའི་སྐབས་ལ་ང་རང་ཚོ་གྲྭ་པ་ཨ་ནེ་ལ་སོགས་པ་དུས་ཚོད་ཡོད་ཉེན་ཅིག་ཡིན་པ་ཡིན་ན་ནི་ཁྱེད་ཚོས་གཉིས་ཚེ་འདྲ་བོ་གཅིག་ཏུ་ཆེ་ཁག་སོགས་བྱེད། ང་རང་ཚོ་མི་མང་སྤྱི་ཡོངས་ཡིན་པ་ཡིན་ན་དུས་ཚོད་དཀའ་ངལ་འཕྲད་པ་ཡིན་ན་ཨ་ནེ་ཁྱོད་ཚོས་གཅིག་ཨ་དེ་མེད་ན་ཡང་ཁྱོད་ཚོ་ཆེ་ཁག་གཅིག་སྤུས་དག་པོ་བྱས་པ་ཡིན་ན་ཡང་གང་ལྟར་ཐུན་གཅིག་བཟུང་བ་ཡིན་ཙང་འདྲ་གི་ཡོད་མ་རེད་པ། འོ་ད་དེ་འདྲ་ཡིན་པ་ཡིན་དུས་ཙམ་པ་འོ། ཉི་མ་རེ་རེ་གི་ནང་ལ་ཡང་ན་ཐུན་བཞི་ཡང་ན་གསུམ་ཡང་ན་གཉིས་ཡང་ན་གཅིག་མ་ཆད་པ་བྱས་ན་ཡག་པོ་ཡོད་རེད། ད་ཐུན་གཅིག་ལ་ཡང་དེ་ལ་ཆོས་ཟོས་ཀྱི་ཐོག་ནས་སོ་སོའི་རྟགས་བྱས་ཆོས་ཟོས་ཕྱེད་ཀ་འགག་འདུག་གཅིག་འགག་འདུག་གཅིག་དང་ཕྱེད་ཀ་གཉིས་འགག་འདུག་དེ་སོ་སོས་རྒྱང་བཀོད་རྒྱག་རྒྱུ་བྱས་ཡིན་ན་ཡང། དེ་མ་བྱས་པ་བྱེད་པའི་རེ་བ་འདི་གཅིག་བྱས། ད་དེ་ནས་ཉི་མ་རེ་རེ་ལ་ཆུ་ཚོད་ག་རེ་ཡིན་ན་འདྲ་མིན་ན་འདྲ་ཐུན་རེ་རེ་འདྲ་བོ་ཅིག་ཟིན་པའི་དབང་དུ་བཏང་ན། དེ་ལ་ཡང་ཨ་ནི་ག་རེ་གལ་ཆེན་པོ་རེད་ལགས་ན་ཇོ་བོ་ཆེན་པོ་པཱ་ལི་ཨ་ཏི་ཤཱཀ་གི་བློ་སྦྱོང་ནང་ལ་གསུངས་བ་ནང་བཞིན་བྱས་ནས་ཐོག་ཐག་ཉིད་ལ་བྱ་བ་གཉིས་སུ་སོང་རེད། ཆོས་ག་འདྲས་ཀྱི་བྱེད་ཀྱི་ཡིན་ན་ཡང། ཆོས་དེའི་ཐོག་མར་འགོ་བཙུགས་ཡོང་དུས་ཐོག་མའི་བྱ་བ། སྐྱབས་འགྲོ་སེམས་བསྐྱེད་ཀྱི་སྐུལ་སློང་ཡག་པོ་བཅོས་པ་རེད། སྐུལ་སློང་བཅོས་ཡས་དེ་ལ་ཡང་སྣང་ཆུང་རྩིག་མེད་གཏང་གི་ཡོད་མ་རེད། ང་ཚོ་སྐུལ་སློང་ཚང་མ་གལ་ཆེན་པོ་མ་བརྩི་བར་བྱས་སྐུལ་སློང་བཅོས་ལ་དུས་སེམས་ནས་མ་བཅོས་པ་ཅིག་ཁ་ནས་སྐྱོར་བཞག་གི་འདུག་བ། བྱས་ཙང། ཀུན་སློང་ཁ་ལ་སྤྱོད་རྒྱུ་མ་ཡིན་སེམས་ལ་སྤྱོད་དགོས་ཞེས་ནས་བཀའ་གདམས་པའི་དགེ་བཤེས་ཚོར་གསུང་གི་ཡོད། དེ་འདྲའི་ཡོད་པ་ཡིན་ཙང་ཀུན་སློང་སྤྱོད་པའི་སྒོང་རྒྱག་ཡ་དེ་གལ་ཆེན་པོ་རེད་སྐར་མ་གཅིག་འདྲ་བ་སྐར་མ་གཉིས་འདྲ་བ་ཕྱི་མ་མཐའ་ཡིན་པའི་སྐར་མ་གཉིས། རེད་བ། སྐྱབས་འགྲོ་ལ་སྐར་མ་གཅིག་སེམས་བསྐྱེད་ལ་སྐར་མ་གཅིག་མ་མཐའ་ཡིན་པས་རེད་ད། སྐུ་རླུང་སྤྱོད་པའི་སྒོམ་སྐབས་མ་གཉིས་ཀྱི་སྐྱོན་གནང་ན་ཡང་ཡག་པོ་ཡོད་པས། ཅི་ལྟར་འདི་འདྲ་ཡིན་པ་ཡིན་དུ་བརྩམས་པ། ཐོག་ཐོག་མའི་བྱ་བ་སྐུ་རླུང་སྤྱོད་པའི་སྒོམ་སྐབས་ཨ་ནི་སེམས་ནང་ལ་སྐུ་རླུང་སྤྱོད་ནས་ཚོར་བ་སླད་ཡོང་དུས་ཨ་ནི་ཁ་ནས་མ་སྐུ་རླུང་སྤྱོད་པའི་ཚིག། སྐྱབས་འགྲོ་སེམས་བསྐྱེད་ལ་སོགས་པ་ཚད་མེད་བཞི་ལ་སོགས་པ་སོ་སོས་སྐྱོར། འོ་ད་དུས་བྱས། ཨ་ནི་བྱུང་ན་ནི་ནམ་རྒྱུན་ང་ཚོ་གསུང་ཆོས་འཆད་ཉན་བྱེད་པའི་སྐབས་ལ་སྐུ་རླུང་བཅོས་པའི་ཚིག་གཅིག་སྐྱོར་གི་ཡོད་བ་དེ་ཆ་ཚང་སྐྱོར། ན་མོ་ཏཱ་ས་ཞེས་པ་ནས་རྟེན་ཅིང་འབྲེལ་བར་འབྱུང་བ་དང་ཞེས་སོགས་ཀྱི་བར་དུ་སྐྱོར། གལ་ཏེ་དེ་འདྲའི་མེད་པ་ཡིན་ན་མ་མཐའ་ཡིན་པས་སངས་རྒྱས་ཆོས་ཚོགས་མ་དེ་སྐྱོར། སངས་རྒྱས་ཆོས་ཚོགས་མ་དེ་ཇོ་བོ་ཆེན་པོ་དཔལ་ལྡན་ཨ་ཏི་ཤ་ཡི་བུ་ལ་ཕན་ནི་ཙམ་ཡིན། བོད་པ་རང་གི་ཆེད་དུ་བཙགས་པ་ཡིན་གསུངས་རེད། བོད་པ་ཚོགས་ཀྱི་ཆོས་བྱེད་སྟངས་ཡག་པོ་ཤིང་གེགས་སུ་མ་རུལ་བ། སྐུ་རླུང་སྤྱོད་སྟངས་དེ་ཚོ་ཤིང་གེགས་སུ་མ་རུལ་བ། ཨ་རེ། ཇོ་བོ་ཇོ་འབོད་ཀྱི་སྙིང་རྗེ་གི་ཀུན་ནས་བསླངས་ནས། བོད་པ་ཚོགས་ལ་ཡག་ཆོས་བྱེད་སྟངས་བྱང་ཆུ་ལམ་གྱི་སྒྲོན་མ་ཟེར་དེ་གནང་རུལ་བ། ཨ་ནི་དེ་དང་མཉམ་དུ་ཨ་རེ། སྦྱོར་བ་སྦྱོར་བའི་ཆོས་དྲུག། སྦྱོར་བའི་ཆོས་དྲུག་དང་འབྲེལ་ནས་སྐུ་རླུང་སྤྱོད་སྟངས་དེ་ཚོ་བྲལ་ཏེ་བསླབས་ནས། བཀའ་མོ་གཙོ་ནས་སངས་རྒྱས་ཆོས་གཙོ་མ། ཁ་ཤས་ཟེར་ན་ཇོ་བོ་ཆེན་པོ་ཁོ་རང་རང་གི་བུ་ཡིག་ཐོག་ནས་བརྩམས་པ་རེད། ཁ་ཤས་ཟེར་ན་རྒྱ་གར་སྐད་ལས་བརྩམས་ལོ་ཙཱ་བའི་བོད་སྐད་ལ་བསྒྱུར་བ་རེད། གང་ལྟར་ཇོ་བོའི་གསུང་ཡིན་པ་རེད་དེ། སངས་རྒྱས་ཆོས་དང་ཚོགས་ཀྱི་ཆོས་རྣམས་ལ་བྱང་ཆུབ་བར་དུ་དག་ནས་སྐྱབས་སུ་མཆིས། ཐེག་ཆེན་གྱི་སྐྱབས་འགྲོ། བདག་གི་རྗེས་སུ་དགེ་བའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཚུན་སངས་རྒྱས་འགྲུབ་པར་ཤོག། ཐེག་ཆེན་སེམས་བསྐྱེད། འོ་ད་སྐྱབས་འགྲོ་སེམས་བསྐྱེད་འདི་ལྟ་ཡིན་གཅིག་མིན་གཅིག་སྐྱོ། ཨ་ནི་འདིའི་སྒང་ལ་ཚད་མེད་བཞི། སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་དང་སྡུག་བསྔལ་ཡོད་རྒྱུ་དང་བྲལ་བར་གྱུར་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་མེད་པའི་བདེ་བ་དང་མི་འདྲ་བར་གྱུར། སེམས་ཅན་ཐམས་ཅད་ཉེ་རིང་ཆགས་ཡོད་འདིར་བཏང་སྙོམས་མེད་པར་གྱུར་ཅིག་ཟེར་བ་འདི་གཉིས་ཏེ། རེ་བ་སངས་རྒྱས་ཆོས་རྫོགས་མ་འདི་དང་ཚད་མེད་བཞི་སེམས་ཅན་ཐམས་ཅད་ཟེར་འདི་གཉིས་དེ་ལྟར་བར་དོ་པ། སོ་སོའི་མཁའ་ལ་པ་བྱང་བདེ་བ་བཅུ་དང་སྒོམ་བརྒྱ་ན་ཡང་སྐྱབས་མཆོག་གསུམ་འདྲ་པོ་གཅིག་སོགས། འོ་ད་དུག་སེལ་བྱས་ནས། ཐོག་མའི་བྱ་བ་ཀུན་སློང་གཅོད་པ་སྐྱབས་འགྲོ་སེམས་བསྐྱེད་དེ་ཡག་པོ་གནང་ཞུ་བ། ད་འདི་ཚ་བའི་ཞུ་བོ་དེ་ལ་ཨ་ནི་དངོས་གཞིའི་བྱ་བ་དེ་རེད་ད། ད་དངོས་གཞིའི་བྱ་བ་དེ་ལ། དཔེ་ཆ་ཀློག་སྨྲ་ཤེས་ངེས་རྒྱའི་བྱེད་སྟངས་གཅིག། དཔེ་ཆ་ཀློག་ཤེས་མཁན་གྱི་བྱེད་སྟངས་གཅིག་གཉིས་རེད། ད་དཔེ་ཆ་ཀློག་ཤེས་མཁན་མི་འདུག་ན། ཁ་སང་བཞུགས་པ་ནང་བཞིན་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་བའི་རྒྱུ་བཞི་དེ་ག་རེ་རེད་བསལ་ནས་རྙེད་ལ། བླ་མའི་དྲུང་ནས་རྒྱུ་བཞི་དེ་གི་ཐོག་ལ་ཐོས་བསམ་བྱས་ནས་སྒྲོ་འདོགས་ཆོད་ནས་ཤེས་ཐུབ་པ་བྱས། འོ་ད་ངས་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་བའི་རྒྱུ་བཞི་དེ་རེ་རེ་རེ་རེ་ནས་ངས་ཤེས་སོང། སྒོམ་བརྒྱབ་ཟེར་ན་ཡང་བརྒྱབ་ཤེས་སོང་ཉམས་ལེན་བྱེད་ཟེར་ཤེས་སོང་ཟེར་ཅིག་སུ་སུ་ཧ་གོ་ན།

ཨ་མིག་གི་རྗེས་ནས་ཨ་ནུ་སོ་སོའི་གི་སེམས་ནང་ལ་ཡ་འོད་དཔག་མེད་གི་སྐུ། འོད་དཔག་མེད་གི་ཞིང་ཁམས་དེ་འདྲ་དེ་འདྲ་དེ་འདྲ་དེ་འདྲ་ཡོད་ཚད་དེ་ཚང་མ་སེམས་ནང་ལ་དྲན་རུ་བཅུག། ཨ་སེམས་ནང་ལ་དྲན་རུ་བཅུག་ནས་ད་ག་སྒོམ་དགོས་རེད་ད། ཤུགས་ཆེན་པོ་ཆེ་ནས་སྒོམ། འོད་དཔག་མེད་གི་འོད་དཔག་མེད་བསྒོམ་པའི་སྐབས་ལ་འོད་དཔག་མེད་ཀྱི་སྐུ་ཡི་རྣམ་པ། ཨོ་ད་ཅི་གཟུགས་ནས་མ་ཞབས་ཐིལ་གྱི་བར་དུ་འོད་དཔག་མེད་ཀྱི་སྐུ་དེ་རྫོགས། དང་པོ་གཉིས་ལ་སྐུ་ཅི་ཙམ་པ་བསྒོམ་དེ་ནས་ཅི་གཟུགས་ནས་ཞབས་ཐིལ་ཞབས་ཐིལ་ནས་ཡང་ཅི་ལ་ཅི་འོ་ཡང་ཅི་གཟུགས་ནས་མ་ཞབས་ཐིལ་ཞབས་ཐིལ་ནས་ཅི་འོ་དེ་འདྲས་ཐེངས་ཁ་ཤས་བྱས་མཐའ་མ་དེ་ལ་འོད་དཔག་མེད་ཀྱི་ཞལ་རས་དེ་ལ་རང་གི་སེམས་འདུག་བཞག་ནས་བསྒོམ། ད་ཏིང་ངེ་འཛིན་ཞེ་དྲག་མེད་པ་ཡིན་ཙང། དང་པོ་ཏེ་སྒོམ་ཐུག་རེ་ཡང་ཞུགས་གཡེང་འགྲོ་རེ་ཡིན་ནས་ག་རེ་མཁས་ཆེན་པོ་རེ་དྲན་ཤེས་བཞིན། ཁ་སང། ཡོན་ཏན་ཞེས་བརྒྱུད་པ་ནང་ལ་དྲན་དང་ཤེས་ཤེས་བག་ཡོད་ཆེན་པོ་དབྱེ་བསལ་ཏེ་མཁས་ཆེན་པོ་རེ་སྒོམ་ག་འདྲེ་ཅིག་བརྒྱབ་ན། ཨོ་ང་སེམས་གཡེང་སོང་ད། ད་འགི་ངས་འོས་པ་མེད་སྒོམ་དེ་བས་ཡང་སེམས་དེ་ཕྱི་ལོག་ལ་ཕྱིན་སྐྲ་མི་འདྲ་དྲན་འོང་དུ་བ། འགྲིག་མ་སོང་ཟེར་ཡང་སེམས་ཚུགས་ལྐུགས། ཡང་འོད་དཔག་མེད་བསྒོམ། ཡང། སེམས་གཡེངས་ན་གཡེང་བ་ཧ་གོ་ནས་ཚུར་བཀུག། ཡང་སྐབས་རེ་སེམས་རྣམ་གཡེང་མེད་པར་བྱས། སེམས་ཀྱི་ཤུགས་མང་ཉམས། སེལ་བྱ་བག་ཉམས། ཨ་ནི་གཉིད་སླེ་འགྲོ་སླེ་འགྲོ་བྱེད། འཐིབ་འགྲོ་བའི་དེ་འདྲ་ཡོད། དེ་འདྲའི་སྐབས་ལ་ཡང། ཡང་ངེད་ཀྱི་སེམས་དེ་ཀྱིས་སྒོམ་དགོས་ཡ་འོས་བག་མེད་དང་དེའི་ཞིང་ཁམས་མ་སྒོམ་པ་བྱས་ཡང་སེམས་དེའི་བྱིང་བ་གཉིས་གང་ལ་འགྲོ་གི་འདུག་བ་ཟེར་ཡང་དེ་བག་གསང་ཐབས་བྱས་མེད་པ་བཟོས་འདུག་བྱས་ནས་འོ་ད་སེམས་དེའི་དགོས་པའི་དགོས་པ་རྣམ་སྨིན་གྱི་དབང་དུ་མ་སོང་སེམས་དེའི་བྱིང་བ་གཉིས་ལ་སོགས་པ་དེ་འདྲ་ཡི་དབང་དུ་མ་སོང་བྱས་ནས་སེམས་དེ་ཡག་པོ་བར་བདག་པོ་རྒྱབ་ནས་སོ་སོ་སྒོམ་དགོས་ཡ་དེ་སྒོམ་བསྡད། བྱེད་ས་འདི་ཡིན་ཏེ་ཡིན་གྱི་མིན་གྱི་དཔེ་ཆ་རྟག་ཏུ་མི་འདུག་ཨ། ཨོ་དེ་རེད། ཨོ་བདུད་རྩི་བཅས། ད་འོད་དཔག་མེད་ཀྱི་ཞིང་ཁམས་བསྒོམ་ལ་དུས་ཙམ་པ། འོད་དཔག་མེད་ཀྱི་ཞིང་ཁམས་ཨ་ནི་བས་དེ་འདྲ་དེ་འདྲ་དེ་འདྲ་དེ་འདྲ་ཡོད་རེད་ཟེར་གྱི་ངེད་ལ་སློབ་སྦྱོང་བྱས། གལ་ཆེ་ཤོས་དེ་ཞིང་ཁམས་དེ་གི་ཡོན་ཏན་དྲན་ནས་དད་པ་ཡག་པོ་སྐྱེ་བ། བདེ་བ་ཅན་གྱི་ཞིང་གང་ལ་སྐྱེས་པ་ཡིན་པ་ཡིན་ན། ཨ་ནི་འོད་དཔག་མེད་ཀྱི་ཐུགས་རྗེ་བྱིན་རླབས་ལ་བརྟེན་ནས་ཨ་ནི་ཁྱད་ཆོས་མང་པོ་ཅིག་དཔེ་ཆ་རྣམས་ལ་ད་ལྟ་དོན་དགོས་བ། འོ་འདི་ཚོ་གི་དོན་དག་དེ་རེད་ད། དོན་དག་དེ་ཨ་ནི་བློ་ལ་བག་ཉལ་ནས་ཨ་ནི་འདུག་སུ་བྱས་པ་རེད། འདུག་སུ་འདུག་སུ་བྱས་ནས་ད་རྟོག་རྟོག་ག་རེ་ཡིན་ཟེར་ན། ཨོ། རྒྱུ་དང་པོ། བདེ་བ་ཅན་གྱི་ཞིང་ཁམས་ཀྱི་ཚོགས་ཞིང་བསྒོམ་པ་དེ་རེད་ལ། བདེ་བ་ཅན་གྱི་ཞིང་ཁམས་ཀྱི་ཚོགས་ཞིང་བསྒོམ་པ་དེ་རྒྱུ་དང་པོ་རེད། འོ་ད། དཔེ་ཆ་ཀློག་ཤེས་ན་འདྲ་མ་ཤེས་ན་འདྲ་བསྒོམ་དགོས་ཡག་དེ་དེ་རེད་ལ། ད་དེ་ནས། གཉིས་པ་དེ་ག་རེ་རེད་ལབ་པ་ཡིན་ན། ཚོགས་ཞིང་དེ་ལ་ཚོགས་གསོག་སྒྲིབ་སྦྱོང་བྱས་པ་དེ་རེད། དེ་འདྲ་ཡོད་དུས་འོད་དཔག་མེད་དང་བདེ་བ་ཅན་གྱི་ཞིང་ཁམས་ཀྱི་ཚོགས་ཞིང་དང་གི་ཡག་པོ་བསྒོམ་ཚར་བ་ད་བསྒོམ་ཚར་བའི་ཞུ་གུ་དེ་ལ་སོ་སོའི་ངོས་ནས་ཚོགས་གསོག་སྒྲིབ་སྦྱོང་བྱས་པ་རེད། ད་ཚོགས་གསོག་སྒྲིབ་སྦྱོང་བྱེད་ཡག་ལ་ཐབས་ལམ་མང་པོ་ཡོད་རེད་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་བཟང་སྤྱོད་ཀྱི་ཡན་ལག་བདུན་པའི་སྐབས་ལ་གསུང་བ་དེ་ལས་ལྷག་མེད་གསུང་རེད། ད་དེ་གི་ལྷག་མེད་དུ་དེ་གའི་ཚོགས་གསོག་སྒྲིབ་སྦྱོང་བྱེད་སྟངས་ག་འདྲས་འདུག་ཟེར་ན། མདོར་བསྡུས་ན་ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་རྗེས་སུ་ཡི་རང་སྐུ་ཞིག་གསོལ་བ་ཡིས་རྒྱལ་བ་ཅུང་ཟད་བདག་གིས་ཅི་བསམ་པ་ཐམས་ཅད་བདག་གིས་བྱ་མཆོད་ཕྱིར་བསྔོ་འོང་དེ་རེད། བྱས་ཙང་ད། ཕྱག་འཚལ་བ་ཟེར་དེ་ག་འདྲི་ཅི་རེད། དེ་སྔ་མང་པོ་སྦྱངས་ཚར་བའོ་སྟེ། ལུས་ངག་ཡིད་གསུམ་གྱི་ཕྱག་འཚལ་དམ་བཅའ་ཚང་ཤེས་པའི་ཐོག་ནས། ད་ནི་འོད་དཔག་མེད་དང་དེའི་ཞིང་ཁམས་ལ་པའི་དད་པ་ཤུགས་དྲག་གི་ཐོག་ནས་ཕྱག་ཕུལ། བགྲོས་སོང་བ། དེ་ནས་བྱང་རྩེ་བ་དང་ཆོས་དཔག་ཚད་པའི་ད་ང་རང་ཚོ་རྒྱུ་ནོར་ལོངས་སྤྱོད་རྩ་བ་ཉིད་ནས་མེད་པ་ཟས་གོས་དེ་འདྲས་རྩ་བ་ཉིད་ནས་མེད་པ་དཀའ་ངལ་བཞི་པོ་ཅིག་ཡོད་ན་ནི་རང་གི་ལུས་ངག་ཡིད་གསུམ་ལ་སོགས་པ་དམའ་མཐའ་ཡིན་པས་ཀྱི་ཆོས་དཔལ་གྱི་ནང་ལ་ནི་གསུམ་ཚང་བར་བྱས་ཨ། གསང་སྔགས་གསང་སྔགས་ཀྱི་ལུགས་ལྷག་པར་དུ་ཡང་གཏེར་ཆོས་ཀྱི་ནང་ལ། མཆོད་པ་གཙོ་བོ་གསུམ་གསུངས་ལ་མཆོད་པ་གཙོ་བོ་གསུམ། གཏོར་མའི་མཆོད་པ་གཅིག། བདུད་རྩི་མཆོད་པ་གཉིས་རག་པའི་མཆོད་པ་གསུམ་རེ། ད་གཏོར་མའི་མཆོད་པ་ལའེ་དེ། ཙམ་པ་གི་གཏོར་མ་བཟོ་ཐུབ་ན་གཏོར་མ་གསོལ་ནས་ཕུལ། ཙམ་པ་གི་གཏོར་མ་བཟོ་མ་ཐུབ་ན་ཨ་ནི་དེ་བ། ཅེས་བགྱི། ཤ་དེ་འདྲའི་ལྕགས་ཀྲིང་དེ་འདྲའི། ཤིང་ཏོག་གི་ལྕགས་ཀྲིང་དེ་འདྲའི་དུ་བ། ལག་དེ་འདྲའི་གཉའ་ཤ་འདྲ་བོ་དེ་འདྲའི་དང། བྱ་ཤ་འདྲ་བོ་དེ་འདྲའི་དང། དེ་འདྲའི་གི་ཤ་ཡོད་པའི་གི་ཁ་ལག་ལྕགས་ཀྲིན་བརྡུང་བ། འོ་ད་དེ་འདྲའི་དང་ཨ་ནི་ཤིང་སྡོང་གི་ལྕགས་ཀྲིན་དེ་འདྲའི་ཨོ་དེ་འདྲས་བྱས་ནས་ཡ། འགྲིག། རེད་སོང་ང། ད་གཏོར་མ་གི་ཟོས་ཤེས་རྩམ་པ་གི་གཏོར་མ་ཟོས་ཤེས་ན། དེ་ཡང་འོད་དཔག་མེད་གཙོ་འཁོར་གསུམ་ཟོས། གཙོ་འཁོར་གསུམ་ལ་སོགས་པ་དེ་འདྲས་ཟོས་ཤིང་གི་ཡོད་ན། དལ་དལ་བསྡུ་བ་གཏོར་མ། དམར་པོ་གཅིག་དཀར་པོ་གཅིག་སྔོན་པོ་གཅིག་བསྡུ་བ། འོང་བ་དང་དེ་འབྲེལ་གྱི་འབུལ་གཏོར་དེ་བཞེངས། གལ་ཏེ་འདི་མེད་ན་འདི་ཡི་ཚབ་ལ་ལྕགས་ཀྲིན་གསུམ་བཞག་ལྕགས་ཀྲིན་ཆེ་བ་གཅིག་གཡས་གཡོན་གཉིས་ལ་འབྲིང་བ་གཉིས་བཞགའོ། དེ་ནས་དེ་ཡི་ཚབ་རེ་བཟུང་ཤ་དང་ཤིང་ཏོག་དང་དེ་འབྲེལ་གྱི་ལྕགས་ཀྲིན་དེ་བྱས། ད་འདི་གཏོར་མའི་མཆོད་པ། ད་གཏོར་མའི་མཆོད་པ་འདི་གི་དེ་གི་མཉམ་དུ་ག་རེ་དགོས་རེད་བདུད་རྩི་མཆོད་པ་ཨ་ནི་ཨ་རག་དང་ཆང་དང་དེ་འདྲས་ཀྱི་ཨ་ནི་དེ་འདྲས་ཅིག་དེ་འདྲས་སྣོད་དེ་འདྲས་ཡོད་ན་ཡོད་པ་རེད་གལ་ཏེ་དེ་འདྲས་མེད་ན་སོ་སོ་གི་དཀོན་མཆོག་ལ་ཕུལ་ཡག་གི་ཆེད་དུ་ཡིན་ཟེར་ནས་ཨ་ནི་བཀའ་ཡུལ་གཙང་མ་ཅིག་བྱས་འོ་དེ་ནང་ལ་བླུགས་བདུགས་སུ་བྱས་ནས་གཏོར་མ་གི་གཡས་ལ་ཡར་བཞག།

ཉི་མ་ཉི་མ་ལ་ཡང་སོ་སོ་ཕུལ་གྱི་ཡིན་བསམ་ན། ཨ་ནི་ཤ་སྐམ་པོ་འདིའི་ནང་ལ་ཆུ་བླུགས་ནས་བལྟས་པ་བཙོས་ནས་ཁོ་བ་དོན་རེ་བྱོས། ཨ་ནི་འདི་ཡང་ཕུལ་བཞག་ན་འགྲིག་གོ། འདི་སོང་ཨ། ཨོ་དུས་གང་ལྟར་ཤ་ཁུ་ཕུལ་བཞག་ན་འགྲིག་གོ། ཨོ་ཡ། དུས་སུ་བྱས་ནས། ང་ད་ལྟ་ཆོས་འབག་དང་ཨ་ནི། ཚོགས། སྔ་འགྱུར་རྙིང་མིན་གྱི་གཏེར་ཆོས་ནས་གསུངས་པའི། མཆོད་པ་དང་ཚོགས་ལ། ངེས་པར་དུ་དགོས་ཡག་གི་མཆོད་པ་རྣམ་པ་གསུམ་ཟེར་དེ་རེད་ད། ལགས་སོ། བ་ལིན་ཏཱ་ཡི་མཆོད་པ་ཟེར་ཏེ་གཏོར་མ་དེ་བྱས། ཨ་ནི། ཅེ་ཀེ། ཨ་མི་རིད་ཀྱི་མཆོད་པ་ལ་ཡ་ཏི། Amrit Puja། ཟེར་ཡ་ཏི་བདུད་རྩི་མཆོད་པ་བྱས། Rakat Puja། ལ་ཡ་ཏི་ཁྲག་གི་མཆོད་པ་དེ་བྱས། འོ། ད་དུག་ཟེར་བྱས་ནས།

མདུན་བསྐྱེད་ཀྱི་མཆོད་པ། བདག་བསྐྱེད་ཀྱི་ལྷ་ལ་ཕུལ་བའི་མཆོད་པ་དེ་ལ་བདག་བསྐྱེད་ཀྱི་མཆོད་པའོ། འདུ་བྱེད་ནི་མཆོད་པ་གཉིས་ངེས་པར་དུ་བསྒྲིག་ཐུབ་པར་བྱས། དེ་ཚོ་བྲིས་ཏེ་དཀའ་ངལ་མི་འདུག་བ། སོ་སོ་གི་རྒྱང་ན་ནི་པར་ཡོད་རེད། ངས་ངས་ངོ་མ་ཁྱེད་ཚོ་ཉིན་རེའི་ཉམས་ལེན། དེབ་སྤྲད་ཡོད་བ། དེ་ན་པར་འདུག་བ། ཨ་པར་ལྟ་གི་ལྟ་གི་འདུག་ཡ་རེད། དེ་བྱས། ད་འདི་ལས་སླ་པོ་ཆགས་སོང་ཨ། ད་ཅུང་ཟད་རྒྱས་པར་བྱེད་ཀྱི་ཡིན་ན་ཆོས་པ་རྒྱས་པར་བྱེད་ཀྱི་ཡིན་ན། ཨ་ནི། རྒྱ་བར་རིགས་ལྔ་དབང་གི་ལྷ་རྒྱ་བར་རིགས་ལྔ་ཡབ་ཡུམ་ཡིན་ཙང་རིགས་ལྔ་ཡབ་ཡུམ་ལ་ཕུལ་ཡ་ལ་ཨ་ནི་ཆོས་པ་རྣམ་པ་ལྔ། ད་ཆོས་པ་རྣམ་པ་ལྔ་དེ་ཚོ་བྱས་ཏེ་ད་ལྟ་ཁ་སང་ཉིན་གྱི་དབང་གི་སྐབས་ལ་ཆོས་པ་བསྡུས་ཡོད་རེད་འདི་པར་བརྒྱབ་བཞག་ཡོད་རེད་འདི་ཡང་ན་ནང་ཆོས་ངོ་སྤྲོད་ཚོགས་པ་ལ་ཕ་ང་ཚོ་ཕུལ། ཨ་ནི་ཁྱེད་རང་ཚོ་མི་མང།

ད་མ་འགྲིག་པ་ཡོད་མ་རེད་གཙོ་བོ་དེ་དེ་ཆད་འགྲིག་སོང་ང། ད་དེ་ནི་རང་ཉིད་བསོད་ནམས་བསགས་ཡ་དང་དེ་འདྲའི་གི་ཐོག་ལས་ཡིན་ན་དེང་སང་བཙག་གི་ཉོས་ཡ་ཡོད་རེད་དེ་འདྲའི་ཡིན་པ་ཡིན་དུས་དཔེར་ན་ཅིག་གི་བཀྲ་ཤིས་རྟགས་ཀྱི་ཕུ་ཉོས་འདོད་ན་བཀྲ་ཤིས་རྟགས་ཀྱི་ཆ་ཚང་ཡོད་རྒྱུ་བཙག་ལི་གཅིག་འདུག་བ་འོ་དེ་འདྲས་ཨ་ནི་ཏིང་འདྲ་པོ་ཅིག་ལ་འདྲའི་ལུགས་འདི་ཤོང་ཡ་བྱས་ནས་འདི་གཏུགས་ཤོག་ཕ་ཕུལ་ཤག། ཨ་ནི་དེ་ནས། གཅིག་གིས་རིན་ཆེན་སྣ་བདུན་གྱི་མཆོད་པ་ཕུལ་གྱི་ཡིན་ན་ཡང་རིན་ཆེན་སྣ་བདུན་གྱི་ཙཀ་ལི་གཅིག་འདི་ན་ཚང་མ་ཡོད། འོ་འདི་འདྲས་བྱས་ནས་ཡང། འདྲའི་ནང་བཙུགས་བཙུགས་འདུག་བྱས་ནས་ཡང་མཆོད་པའི་གྱི་མདུན་དེ་ལ། བཀྲ་ཤིས་རྟགས་བརྒྱད་ཀྱི་མཆོད་པ་དང་རིན་ཆེན་སྣ་བདུན་གྱི་མཆོད་པ་འདི་ཡང་བསྒྲིགས་ཐུབ་ན་འོས་པ་མེད་འདི་ནང་ལ་དབང་བསྐུར་བ་དོན་ཀུན་ཏུ་བ། སོ་སོ་ཡེ་ནས་ཚོགས་བསགས་སྒྲིབ་སྦྱོང་དང་མ་འོངས་པར་བཀྲ་ཤིས་པ་དོན་འགྲུབ་པ་ཡོང་ཡ་དེ་འདྲས་དང་འདྲས་ཚད་རིང་བ་སོགས་ཡང་དེ་འདྲས་བྱས་ཏེ་དེ་བྱས་འདྲས་སོང་ངོ། དེ་ནས་འོད་དཔག་མེད་ཀྱི་ཉམས་ལེན་བྱེད་པ་སྙམ་དུ་ཚེ་སྒྲུབ་ཀྱི་ཉམས་ལེན་བྱེད་ཀྱི་འདོད་པ་ཡོད་པ་ཡིན་ན་ཨ་ནི་ཡང་ཚེ་ཆང་ཟེ་ངན་ཅིག་འོ་མ་ནང་ལ་ཆང་བཏད་ཚེ་འདྲས་ཨ་ནི་ཡང་རྟ་ཡུལ་ནང་བླུགས་ནས་ཕུལ་བཞག་ན་འགྲིག་གི་རེད། དེ་ནི་ཚེའི་རིགས་ཀྱི་ཚོད་འདྲ་པོ་དེ་འདྲས་བཞག་ན་ཡང་འགྲིག་གི་ཡོད་རེད། དེ་གལ་ཏེ་མེད་ན་ལར་འབྲུ་འདྲ་པོ་དེ་འདྲས་ཉོས་ནས་ཚེའི་རིགས་ཀྱི་ཚོད་བཞག་ན་འགྲིག་གི་འོ་རེད། ཨ་ནི་དེ་ནས་ཚེ་སྒྲུབ་ལ་འོས་དཔག་མེད་སྐབས་ལ་ཡང་ད་ལྟར་གལ་ཆེན་པོ་བརྩི་བར་ད་ལྟར་ཅིག་ཡོད་ན་ད་ལྟར་ཟེར་ན་དེ་རེད། དེ་འདྲའི་ཆུང་ཆུང་དེ་འདྲའི་ཉོན་ཡ་ཡོད་སྟབས་བདེ་པོ་དེ་འདྲ་འོ་དེ་འདྲའི་ཅིག་ཉོས་ནི་འོས་དཔག་མེད་ཀྱི་ཡ་གི་རྟེན་མཆོད་པ་མཉམ་དུ་ཡང་འགྲིག། རེ་སོང་ཨ་འོ་འདུག་ཟེར་བྱས་ནས་གང་ལྟར་ངས་ཨ་མདའ་ག་རེ་ཞུས་བསྡད་ཡོད་རེད་ལགས་ན་ས་བཅད་གཉིས་པ། འོད་དཔག་མེད་ཀྱི་ཚོགས་ཞིང། བདེ་བ་ཅན་གྱི་ཞིང་ཁམས་ཀྱི་ཚོགས་ཞིང་འདི་བསྒོམས་ནས་དེ་ལ་ཚོགས་བསགས་གསལ་གྱི་ཚོགས་གསོག་སྒྲིབ་སྦྱོང་གནང་ལ། ཕྱག་འཚལ་བ་དང་མཆོད་པ་ཟས་ཀྱི་ཡོད་ཙང་མཆོད་པ་དང་འབྲེལ་ནས་འདི་ཞུས་པ་རེད་དུས་སོང་ང། ད་འདི་བཏང་ལ་ཡང་ན་སོ་སོའི་ངོས་ནས། ཅིག་གི་ཤིང་ཏོག་ལ་སོགས་པ་ག་རེ་ཕུལ་ཡ་ཡོད་ན་ཕུལ། མ་འདྲ་འདྲ་པོ་དེ་འདྲ་ཡོད་ན་མ་འདྲ་དེ་ཚོ་ཕར་ཕུལ་ནས་བཞག་གང་ལྟར། ད་ལྟའི་དུས་ཚོད་དེ་འོད་དཔག་མེད་ལ་བརྟེན་ནས་མཆོད་པ་རྒྱ་ཆེན་པོ་ཅིག་ཕུལ་ཐུབ་ན་མ་འོངས་པར་སངས་རྒྱས་ཀྱི་འོད་དཔག་མེད་ཀྱི་ཞིང་ཁམས་ལ་སྐྱེ་ཡོང་དུས་སོ་སོ་ལ་ཡང་ཟས་གོས་གནས་མལ་ལོངས་སྤྱོད་ཆོས་འདུལ་བའི་མཐུན་རྐྱེན་དཔལ་ཞེ་པོ་ཅིག་ཡག་པོ་ཡོང་གི་ཡོད་རེད། ཅི་ལྟར་འདི་འདྲ་ཡིན་པ་ཡིན་དུས་ཙམ་པ། མཆོད་པ་ཕུལ་ཡ་ལ་སེར་སྣ་མ་བྱས། སེར་སྣ་བྱས་ཏེ་ཡག་པོ་ཡོད་མ་རེད།

སྦྱིན་པའི་ལས་བཟང་པོའི་འབྲས་བུ་ཡིན། རིགས་འདི་ཡིན་དུས་ད་ལྟ་ནས་ཀུན། སོ་སོ་སེར་སྣ་མ་བྱེད་པར་བྱོས། བླ་མ་ཀུན་སྦྱོར་ལ་མཆོད་པ་ཕུལ་ཡག་དང་མ། ཉམ་ཐག་པའི་སེམས་ཅན་ལ་སྦྱིན་པ་དང་ཡང་དེ་ལ་བལྟས། ཅིག། སེར་སྣ་མེད་པའི་དོན་ལས། གནང་ཐུབ་ན་དེ་ཡི་འབྲས་བུ་མ་འོངས་པ། རང་ལ་ཐོབ་པར་ཐག་ཆོད་པར་བ། བ་དང་དེ་འདྲ་ཡིན་དུས་ཆང་རྩལ་བ་དང་མཆོད་སྦྱིན་ཟེར་དུ་བསྒྲིགས་སོ། ད་ཤག་པ་བསད་དེ་སྡིག་པ་བཤགས་ཡ་རེད་ད། ད་སྡིག་པ་བཤགས་ཡས་དེ་དེང་སང་ང་ཚོ་སྟབས་བདེ་པོ་འདུག་བ། ང་རང་ཚོ་མང་ཆེ་བ་འོད་དཔག་ག་ས་འདི་རྡོ་རྗེ་སེམས་དཔའི་གི་དབང་དེ་མེད་ན་ཡང། དུས་འཁོར་དབང་ཆེན་གི་དབང་ཞུས་པ་ཡིན་ན་ཡང། དབང་དུས་འཁོར་དབང་ཆེན་གི་དབང་ཞུས་ཡིན་དུས་རྡོ་རྗེ་སློབ་དཔོན་གི་དབང་གནང་གི་ཡོད་རེད། རྡོ་རྗེ་སློབ་དཔོན་གྱི་དབང་གནང་ཡོང་དུས་རྡོ་རྗེ་འཆང་གི་དབང་གནང་གི་ཡོད་རེད་རྡོ་རྗེ་འཆང་གི་དབང་དེ་ང་ཚོ་ཚང་མ་ཐོབ་ཚར་ཡོད་ལ། དེ་འདྲ་རྡོ་རྗེ་འཆང་དང་རྡོ་རྗེ་སེམས་དཔའ་སུ་གཅིག་པུ་གཅིག་པ་རོ། དེ་འདྲ་ཡིན་པ་ཡིན་དུས་ད་སོ་སོའི་ངོས་ནས་རྡོར་སེམས་བསྒོམ་བཟླས་ཉམས་ལེན་ཡག་པོ་བྱས། ཨ་ནི་དེ་ནས་ཨོམ་བྷ་ཛ་ས་ཏུ་ཧཱུྃ་ཨོམ་བྷ་ཛ་ས་ཏུ་ཧཱུྃ་ཐུབ་ན་རྒྱས་པ། གཉེན་པོ་སྟོབས་བཞི་གི་སྒོ་ནས་རྡོར་སེམས་བསྒོམ་བཟླས། དེའང་བས་སྐུལ་སློང་བྱང་ཆུབ་སེམས་ཀྱིས་ཟིན་པ་དང། སྟོང་ཉིད་ཀྱི་ལྟ་བ་ལ་ཡང་གང་འཚམ་གྱི་བསམ་བློ་གཏང་བཞིན་པའི་ཐོག་ནས་གཉེན་པོ་སྟོབས་བཞི་ཡོད་སྒོ་ནས་རྡོར་སེམས་སྒོམ་སྡེ་ཉམས་ལེན་ཡག་པོ་བྱེད་པ་ཡིན་ན་འོ་ད་སྡིག་པ་དག་ཡག་དག་རང་དག་འགྲུབ་ཡོད་རེད། དེ་འདྲའི་ཡིན་པ་ཡིན་དུས་ཆང་རྩའི་བ་དང་མཆོད་སྦྱིན་བཤགས་པ་བསྲེས་ཏེ་བཤགས་པ་ཡག་པོ་བྱས། བཤགས་པ་དེ་ལ་ཡང་གལ་ཆེ་ཤོས་གཉེན་པོ་སྟོབས་བཞི་དེ་ཡག་པོ་བྱས། སངས་རྒྱས་འོད་དཔག་མེད་དང་འབྲེལ་ནས་བཤགས་པ་བྱེད་ཀྱི་ཡིན་ན་འོད་དཔག་མེད་དང་རང་གི་བླ་མ་འོད་དཔག་མེད་རྡོ་རྗེ་སེམས་དཔའ་གསུམ་དབྱེར་མེད་དུ་དང་དགོངས་འོག་ཏུ་བཞི་བྱས་ནས་བཤགས་པ་བྱེད། མཁྱེན་སོང་ང་བླ་མ་འོད་དཔག་མེད་རྡོ་རྗེ་སེམས་དཔའ་དབྱེར་མེད་བསྒོམས་ནས་ཨ་ནི། རྡོར་སེམས་བསྒོམ་སྟེ་ཉམས་ལེན་བྱས་ནས་སྡིག་པ་བཤགས་འོ་ད་དེ་རེད། ཕྱག་འཚལ་བ་དང་མཆོད་སྦྱིན་བཤགས་པ། ཕྱག་འཚལ་བ་མཆོད་པ་བཤགས་པ། ཚུལ་བཤགས། རྗེས་སུ་ཡི་རང་བ་སྟ། རང་དང་གཞན་གྱི་དགེ་བའི་རྩ་བ་གང་དང་གང་བྱས་པ་དང་ཚང་མ་ལ་རྗེས་སུ་ཡི་རང་ཡག་པོ་གོ། རེ་ཟུང་བ། འོ་ད་དེ་བྱས་ནས་ཤ་ཆང་འཚལ་བ་དང་ཆོས་རྗེས་སུ་ཡི་རང་བ། བསྐུལ་བ་ཟེར་ནས་ཨ་ནི་ཆོས་འཁོར་བསྐོར་བ་བསྐུལ། རོ་བ། དེ་ནི་གསོལ་བ་ཟེར་དུས་ཉམ་ང་ལས་མི་འདའ་བར་གསོལ་བ་བཏབ། བསྟན་དང་འགྲོ་བའི་དོན་དུ་སྐུ་ཚེ་ཤ་བོའི་ཡུན་རིང་དུ་བརྟན་རོགས་བྱས་ཟེར་ནས་གསོལ་འདེབས་ཡག་པོ་ཞུས། སྐུ་བཞེངས་གསོལ་བ་ཡིས། ཨ་ནི་དེ་བཞུགས་ཏེ་བསྔོ་བ་སྨོན་ལམ་བྱས། དེ་ཡང་འོད་དཔག་མེད་ཀྱི་ཞིང་ཁང་ན་སྐྱེལ་བའི་བསྔོ་བ་སྨོན་ལམ་ཡང་བྱས། དུ་བཞེངས་ནས། གང་ལྟར་ཕྱག་འཚལ་བ་མཆོད་པ་བཤགས་པ། རྗེས་སུ་ཡི་རང་བ། ཆོས་འཁོར་བསྐོར་བར་བསྐུལ་བ། མ་རེ། མྱ་ངན་ལས་མི་འདའ་བར། མ་རེ། ཆོས་འཁོར་བསྐོར་བར་བསྐུལ་བ། མྱ་ངན་ལས་མི་འདའ་བར་གསོལ་བ་བཏབ་པ། བསྔོ་བ། འོ་འདི་ཡན་ལག་བདུན། ཨ་ནི་དེ་མཉམ་དུ་མ་འདྲལ་ཕུལ་གྱི་ཡོད་ན་ཡན་ལག་བདུན་པ་མ་འདྲལ་དང་བཅས་པ་འབུལ་བ་ཟེར་ཡ་དེ་ཡག་པོ་བྱས་པ་རེད་འདོད་སོང་ཨ། འོ་ད་ཚོགས་གསོག་སྒྲིབ་སྦྱོང་ཡག་ཤོས་གཅིག་དེ་ད་དེ་ཡིན་གསུངས་རེད། ཡིན་ཡང། དེ་ཆད་ད་འདི་ན་ལ་འདི་ཚུད་བསྡད་ཡོད་ད། བྱང་ཆུ་བོ་སེམས་དང་སྟོང་ཉིད་སྒོམ་པའི་ད་ལྟ་གཉེན་པོ་སྟོབས་བཞི་དང་འབྲེལ་ནས་ཞུ་ཡིན་པ། བྱང་ཆུ་བོ་སེམས་དང་སྟོང་ཉིད་གཉིས་རྟག་པར་མཉམ་དུ་ཡོད་པ་གཅིག་གོ་རེད། འོ་ད་དེ་ཆད་སོང་ཨ། ཡ་ད་འདི་གི་རྒྱུ་གཉིས་པ་ཚར་རེད་བྱས་ཙང་ང་ཡིན་གཅིག་མིན་གཅིག་དཔེ་ཆ་ཀློག་ཤེས་གོ་མི་འདུག་བ་དཔེར་ན་ངས་ཡང་ད་ཁ་ནས་མར་ལ་འདི་དཔེ་ཆ་གཅིག་བལྟ་གི་མི་འདུག་བ། ཁྱེད་ཚོ་དཔེ་ཆ་བལྟ་མ་གོ་བའི་ཐོག་ནས་དོན་དག་དེ་ཤེས་ནས་ཉམས་ལེན་བྱས་ན་འགྲིག་གི་ཡོད་རེད། འོ་ད་དེ་ཆད། ད་དེ་ནས་རྒྱུ་གསུམ་པ། ད་རྒྱུ་གསུམ་པ་དེ་བྱང་ཆུབ་ཀྱི་སེམས་དེ་ཡག་པོ་བསྒོམ། ད་ངས་ཁྱེད་རང་ཚོ་ལ་ལག་པ་ཐལ་མོ་སྦྱར་ནས་ཞུ་གི་ཡོད་ད་རེད་བ། སངས་རྒྱས་ཐམས་ཅད་ཀྱི་རྒྱུད་ཀྱི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སེར་སྣ་ཡི་འདྲ་སྙིང་རྗེ་ཆེན་པོ་སེར་སྣའི་འདྲ་ད་འདི་པས། ལྷ་ཡི་སྐུ་ལ་ཤར་བས་མཁན་དེ་སྤྱན་རས་གཟིགས་རེད་བ། ད་སྤྱན་རས་གཟིགས་མིའི་གཟུགས་པོ་ལ་ཕས་བཞག་པ་དེ་རྒྱ་བོར་མི་བྱེད་རེད་བ།

ང་རང་ཚོ་ལ་བོད་པ་ལ་དངོས་གནས་དྲང་གནས་འཛམ་བུ་གླིང་ཀུན་ལ་མེད་པའི་ཡོན་ཏན་འདི་ང་ཚོ་བོད་པ་ལ་ཡོད། འཛམ་བུ་གླིང་འདི་ནང་ལ་འགྲོ་བ། མི་དུང་ཕྱུར་བདུན་ཅུ་འདི་ཚོ་ལ་ཕང་གི་ནས་སྐད་ཆ་དྲིས་དང། རེད་བ། བྱང་ཆུབ་སེམས་ཟིན་ཡིན་ན་གར་ཟིག་རེད་ཟེར་དྲི་བ་ཞིག་བཏང་དང་ལན་རྒྱབ་ཐུབ་ངེས་ད། ཅིག་གིས་ནང་ཆོས་ཐེག་པ་ཆེན་པོ་ཆོས་ལ་དོ་སྣང་སྤྲད་ངེས་ཅིག་ཡིན་ན་ལན་རྒྱབ་ཐུབ་རེད་མ་གཏོགས་དེ་མེད་ན་ཏིང་ངེ་ཚིག་སྐོར་གོ་མ་སོང་ཟིག་རེད། བྱས་ཙང་འདི་འདྲའི་དབྱེ་བ་ཡོད་ད་འདི་དཔེ་མཚོན་གཅིག་རེད་ད་དེ་ལ་སོགས་པའི་ཀྱི་ཡོན་ཏན་ག་ཚོད་ཡོད་ད། དངོས་གནས་དྲང་གནས་ང་ཚོའི་བོད་པ་ཚོ་ལ་བཞི་བོ་ཡོན་ཏན་ཡོད་རེད་ཏེ་ཡོན་ཏན་འདི་ཡོན་ཏན་ཡིན་པ་མ་མཐོང་གལ་ཆེན་པོ་མ་བརྩིས་དེ་ལ་སྣང་ཆུང་རྩིང་མེད་ཤོག་འགྲོ་འདུག་བ། འོ་ད་འདི་འདྲ་ཡིན་པ་ཡིན་དུས་ངས་ད་ལྟ་ཞུས་ཡོད་དེ་ང་ཚོ་དཔེ་སྐྱེལ་བ་བཟང་པོ་རེད་པའི་བླ་མ་སྤྱན་རས་གཟིགས་དེ་འདྲའི་གཅིག་གིས་རྩ་ནས་བྱང་ཆུབ་སྨོན་སེམས་དམ་བཅའ་ཅན་བྱང་ཆུབ་སེམས་དཔའི་སྡོམ་པ་ཞུས། དེ་ནང་བཞིན་གྱི་ཁོང་གི་བཀའ་དྲིན་ལ་བརྟེན་ནས་ཡང། རྩ་བ་དང་བརྒྱུད་པའི་བླ་མ་གཞན་དང་གཞན་རྩ་ནས་ཡང་བྱང་ཆུབ་སེམས་དཔའི་སྡོམ་པ་སྨོན་སེམས་དམ་བཅའ་ཅན་མང་པོ་ཞུ་ཡ་རག་ཡོད་རོ། རེད། བྱས་ཙང་དོན་དངོས་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོའི་ངོས་ནས་ཤུགས་གཏིང་མ་བརྒྱབ་ས་དེ་བྱང་ཆུབ་སེམས་ལ་རྒྱག་དགོས་རེད། ཁྱེད་རང་ཚོ་གི་དཔེར་གཞན་དག་གང་ཡང་མེད་ན་སྐར་མ་གཅིག་བྱང་ཆུབ་སེམས་སྡུགས་སུ་བསྒོམ་པ་དང་ཆོས་ཆུ་རྒྱ་བ་སེར་བྱ་བ་ཐམས་ཅད་པད་འཛུམ་ཤིག་ཤིག་གོ་རང་ཐུགས་དགྱེས་པོ་ཆགས་ཚར་ཡོད་རེད། ཇོ་བྱང་པ་ལྷ་ས་སློབ་སྡེ། མགོན་པོ་ཀླུ་སྒྲུབ་ཀྱིས་མགོན་པོ་ཀླུ་སྒྲུབ་ཀྱི་བྱང་ཆུབ་སེམས་འགྲེལ་ནང་ལ་གསུངས་འདུག་རེད་བ། སྐྱེ་བོ་གང་ཞིག་སྐད་ཅིག་ཙམ་བྱང་ཆུབ་སེམས་ནི་སྒོམ་བྱེད་པ། ཁྱོད་ལ་སྐྱེ་བོ་གང་ཞིག་གིས་བྱང་ཆུབ་སེམས་སྐྱེད་ཅིག་མ་གཅིག་ཙམ་ཞིག་བསྒོམས་པ་ཡིན་ན་ཡང། དེའི་བསོད་ནམས་འདི་ག་ཚོད་ཡོད་རེད་ཟེར་དུས་སངས་རྒྱས་བཅོམ་ལྡན་འདས་བདེན་བརྫུན་ཀྱང་གྲངས་ཀ་རྒྱག་ཐུབ་མ་རེད་གསུངས་འདུག་བ། བྱས་ཙང་འདི་འདྲས་ཀྱི་ཕན་ཡོན་གསུངས་ཡོད་རེད་ད། བྱས་ཙང་ད་ཤུགས་གཏིང་མ་བརྒྱབ་ས་དངོས་གནས་བྱས་ན་ཤུགས་གཏིང་མ་བརྒྱབ་ས་གཅིག་སྟོང་ཉིད་རེད་གཅིག་བྱང་ཆུབ་སེམས་ནི་ད་ཡིན་ན་ཡང་སྟོང་ཉིད་དེ་ཁག་པོ་འདུག་ཟེར་ཡ་འདྲ་པོ་དང་དེ་འདྲའི་གི་ཐོག་ནས་ད་ཡིན་པ་ཆགས་ཤོག་ཤེས་རབ་གཏད་ས་མེད་པ་ད་ཡིན་ན་ཡང་སྟོང་ཉིད་རྡུལ་ཕྲན་བརྒྱད་གསུམ་གི་ཐོག་ནས་བསམ་བཏང་ཡ་ད་ཡོད་རེད་བ་ཨུ་ཚུགས་ད་རྒྱག་ད་བྱང་ཆུབ་སེམས་ལ་ཡ་དེ་ད་ཧ་མ་གོ་བ་བཅས་མི་འདུག་བ་ནི་འདུག་བ་མ་ཤེས་ཡང་ཟད་ཅེས་མི་འདུག་བ། བྱས་ཙང་འདི་ཡོད་དུས་བྱང་ཆུབ་སེམས་དེ་ཤེས་ལས་སླ་བ་ཡོད་དུས་ལྟ་ཅི། སོ་སོའི་ངོས་ནས་མ་བསྒོམས་ན་པདྨ་གསེག་འཕང་པོ་རེད། དེ་འདྲ་ཡིན་པ་ཡོད་དུས། ཁྱེད་རང་ཚོ་གི་བྱང་ཆུབ་སེམས་དེ། ཉམས་ལེན་གྱི་མཐིལ། མིག་གི་སོགས་ནང་བཞིན་སོ་སོ་སོ་སོ་གི་ཁྱོད་རང་གི་སོགས་ག་རེ་ཡིན་པ་སོས་ཏེ་བྱང་ཆུབ་སེམས་ཟེར་ངེས་ཅི་དགོས།

ད་གལ་ཏེ་དེ་ཡང་མ་བྱུང་ན་ཁ་སང་ངས་རྒན་པ་ཨ་མདའ་དགུང་ལོ་བགྲེས་པ་ནད་པ་འདི་ཚོ་ལ་ཞུ་ཡིན་པ་གལ་ཏེ་དེ་ཡང་མ་བྱུང་ན་འཚེ་མེད་བཞི་ཡི་སྒོ་ནས་སེམས་སྐྱེལ་སེམས་ལ་བ་ན་བཞིན་འཚེ་མེད་བཞི་གཞན་དག་མེད་ན་ཡང་བྱམས་པ་འཚེ་མེད་དང་སྙིང་རྗེ་འཚེ་མེད་གཉིས་ཚང་བའི་ཐོག་ནས་སེམས་སྐྱེལ་བ། དེ་ཡི་འཛམ་མ་ན་ག་ད་སྙམ་པའི་སེམས་ཅན་ཐམས་ཅད་བདེ་བ་མཐའ་དག་དང་ལྡན་པ་དང་སྡུག་བསྔལ་མཐའ་དག་ལས་བྲལ་ཏེ་སངས་རྒྱས་ཀྱི་ས་ལ་འགོད་པར་བྱ། དེའི་ཆེད་དུ་ངས་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ། འདི་ཡང་ནས་ཡང་དུ་བྲན་བུར་དག་བྱ། ཡིག་བྲན་གཉིས་བྲན་གསུམ་བྲན་བཞི་བྲན། གང་འཚམ་བཞུགས་སྐུ་དེ་ལ་ཞོ་ཁ་ཡར་ལངས་བ་དང་འདི་བྲན་ཡོང་གི་རེད། ཉིན་གུང་ཕག་ཚོ་འགྲོ་དུས་བྲན་གི་རེད་དགོང་དག་མར་ཉལ་དུས་བྲན་གི་རེད། རེད། སྔོན་ནས་འདི་ལ་བྲན་ཐག་ཆོད་དྲན་གྱི་འདུག་ད་ང་དང་ཞོ་ཀ་ཡག་གཉིས་བསད་པ་དང་དེ་བྲན་ལམ་སང་དགུན་ཆུ་གསུམ་ལ་བདག་རྒྱལ་བའི་ཆ་ནས་བྱ་ཆུ་གསོན་པའི་སྡོམ་པ་ལེན་བཞག་ཡོད། དགོངས་དག་མ་ཉལ་ཁ་ལྷ་མོ་ལ་ཡང་ལྷ་དང་ལྷ་ཡི་རྣལ་འབྱོར་འདི་འདྲས་བྲན་ནས་སྒོམ་ཐུབ་ན་ད་སྒོམ་དགོས་རོ། སྐབས་རེ་སྐབས་རེ་བྲན་ལ་ཞི་བ་བྱས་ལས་ཀ་མང་པོ་བྱས་ནས་དེ་འདྲས་མ་བྱུང་ན་བྱང་ཆུབ་སེམས་ཀྱི་སྒོམ་བསམ་བློ་ཞིག་བཏང་ནས་ཉལ་བཞག་གི་ཡོད། བྱས་ཙང་དེ་འདྲ་ཡིན་པ་ཡིན་དུས་ཙང་པ། གང་ལྟར་ཉིན་མཚན་གཉིས་ལ་བྱང་ཆུབ་ཀྱི་སེམས་འདི་ཉམས་ལེན་བྱས་པ་ཡིན་ན་འགྲིག་གི་ཡོད་རེད་ད་འདི་གསུམ་པ་འདི་བྱས། ད་དེ་ནས་ཨ་དེ་མཉམ་དུ་བྱང་ཆུབ་སེམས་སྒོམ་གྱིས་སྒོམ་གྱིས་བྱང་ཆུབ་སེམས་དཔའི་སྤྱོད་པ་ལ་ཡང་བསླབ་ཀྱིས་བསླབ་ཀྱིས་བྱས།

ད་བདེ་བ་བཅུ་གྱི་ཞིང་ཁང་དུ་སྐྱེ་བའི་སྔོ་སྨོན་ལམ་ལ། རྒྱས་པ་འབྲིང་བ་བསྡུས་པ་གསུམ་དུ་བ། རྒྱས་པ་བྱེད་ན་ར་ག་ཨ་སའི་མཛད་པའི། ཨ་ནི་བདེ་ཆེན་ཞིང་དྲུག་གི་སྨོན་ལམ་རྒྱས་པ་དེབ་འདི་ནང་ལ་ཡོད་རེད་ཨ་འདི་ཡང་ཡི་གེ་ཀློག་བཤད་མགོ་རང་བཞིན་ཁག་པོ་རེད་འདི་གཅིག་བྱས། ད་སྨོན་ལམ་འབྲིང་བ་དེ། ཨ་ནི་ཁ་སང་ལུང་ཕུད་ཡིན་པ། སང་གི་འོད་དཔག་མེད་རང་གིས་བཞག་ནས་མ་གསུངས་བཞག་པའི་རྒྱས། བདེ་ཆེན་ཞིང་དྲུག་གི་སྨོན་ལམ་ཁ་སང་ལུང་ཕུད་བཤད་པ་དེ་འབྲིང་བ་བྱས། ད་སྨོན་ལམ་བསྡུས་པ་དེ་ག་རེ་བཟོས་དུས་ཁ་སང་དབང་གི་ཐ་མ་དེ་ལ་ཁས་ལེན་བྱས་པའི་ཁ་ཐུག་དེ་ལ་དོན་སོང་བ་མ་མཐའ་ཡིན་པས་སོ་སོའི་གི་དཔལ་ཐུགས་དཀོར་ཨ་ནི་སང་གི་འོད་དཔག་མེད་ལ་ཕྱག་འཚལ་ལོ། མགོན་པོ་ཚེ་དཔག་ཏུ་མེད་པ་ལ་ཕྱག་འཚལ་ལོ་ཟེར་ནས། དེས་ཕྲེང་སྐོར་གཅིག་གཉིས་ཀྱིས་བསགས། དེས་བསགས་པའི་གཞུ་གུ་དེ་ལ། བདག་གིས་དགེ་བའི་རྩ་བ་འདི་ལ་བལྟས་ནས། ཨ་ནི་བདག། མ་ན་ག་དང་གཉེན་པའི་སེམས་ཅན་ཐམས་ཅད་ཀྱི་དོན་གྱི་ཕྱིར། ཨ་ནི་བདག། བདེ་བ་ཅན་གྱི་ཞིང་ཁམས་ན་སྐྱེ་བར་ཤོག། སྐྱེ་བའི་རྒྱུར་གྱུར་བར་ཤོག། བདག། བདེ་བ་ཅན་གྱི་ཞིང་ཁམས་སུ་སྐྱེ་བའི་རྒྱུར་གྱུར་བར་ཤོག་སྡུགས་སུ་སྨོན་ལམ་བརྒྱའོ། འདི་འདི་ལྟར་སྨོན་ལམ་བརྒྱ་མ་ཐོ་བ་ཁྱོད་ནི་མི་འདུག་ཨ་ནི། བདུད་བཞུ་སྟེ་འདི་རུ་བ། བྱས་ཙང་འགྲིག་སོང་ཨ། འོ་དེ་རེད། བྱས་ཙང་འདི་འདྲའི་དབྱེ་བ་ཡིན་དུས། རྒྱུ་བཞི་འདི། བདེ་བ་གཅིག་གི་ཞེ་སྔགས་ལས་སྐྱེས་པའི་རྒྱུ་བཞི་འདི། དཔེ་ཆ་ཀློག་མ་ཤེས་ན་ཡང། དོན་དག་དེ་སོ་སོའི་སློབ་སྦྱོང་བྱས་ནས་ཧ་གོ་ན་ཇེ་ཐུ་བ་འདུག་ཨ། འོ་དེ། ཁྱེད་ཚོའི་སེམས་ལ་ཉན་ཤོག་ཨ། དེ་བྱས། ད་འདི་དཔེ་ཆ། ཤེས་མ་ཤེས་གཉིས་ཀ་ཡིན་གཉིས་ཀ་ལ་ཕན་ཐོགས་ཡོད་པ་དེ་ཉིན་རེ་ཉིན་རེ། བདེ་བ་ཅན་གྱི་ཞེ་སྔངས་ལ་སྐྱེ་ཡག་གི་ཉམས་ལེན་ག་རེ་བྱེད་དགོས་རེད་ཟེར་ན་འདི་བྱས། ད་དཔེ་ཆ་ཤེས་མཁན་དཔེ་ཆ་ཤེས་མཁན་དཔེ་ཆ་ཀློག་ཤེས་མཁན་འདིའི་དབང་དུ་བཏང་པ་ཡིན་ན། ཨ་ནི་གཞི་ནས་ང་ཚོ་དཔེ་ཆ་འདི་ཁོ་རང་ནང་ལ། བདེ་ཆེན་ཞིང་སྒྲུབ་ཀྱི་སྒྲུབ་ཐབས་ཟེར་ངེས་ཅིག། བདེ་བ་གཅིག་གིས་ཞིང་གི་སྒྲུབ་ཐབས་ཟེར་ངེས་ཅིག་ཡོད་རེད། འདི་ཡང་གསང་གོས་དབལ་མེ་རང་གི་གསུང་རེད། ཡིན་ན་ཡང་བདེ་བ་ཅན་གྱི་ཞིང་ཁམས་ཀྱི་སྒྲུབ་ཐབས་དེ་ཉམས་ལེན་བྱེད་པ་ལ། རྩ་རྒྱུད་ཀྱི་བླ་མ་གི་གསོལ་འདེབས་ཅིག་དགོས་ཀྱི་ཡོད་པ་ཡིན་དུས། རྩ་རྒྱུད་ཀྱི་བླ་མའི་གསོལ་འདེབས་འདི། འོད་དཔག་མེད་ཀྱིས་གསུང་ཤིང་མ་རུང་བ། ག་ཚོད་འོད་དཔག་མེད་ཁོ་རང་གིས་ཐེངས་དང་པོ་གསུང་བཞག་རུང་བ། ད་འདིའི་ཞུ་སྒོ་ལ་ག་ལེ་ག་ལེ་ཆོས་ཉམས་ལེན་བྱས་ནས་བླ་མ་ཕྱག་གཉིས་ཡོང་གི་ཡོད་དུས། འོད་དཔག་མེད་ཀྱིས་གསུང་ངེས་ཡོད་མ་རུང་བ། ད་འདི། རྒྱལ་བ་ཀ་མ་པ། རིག་པའི་རྡོ་རྗེ་ཡིན་ན་སྐུ་འཕྲེང་བཅུ་བཞི་པ་ཡིན་ནའོ་དེ་རྒྱབ་ཏུ་རྒྱབ་ཏུ་ཡོད་རེད། རྒྱལ་བ་ཀ་མ་སྐུ་འཕྲེང་བཅུ་བཞི་རེད་ཤག་རྒྱལ་བ་ཀ་མ་པ་སྐུ་འཕྲེང་བཅུ་བཞི་པ་ཀྱི་ཨ་ནི། བློ་རྒྱུད་གསོལ་འདེབས་ཙམ་དུ་བ། བྱས་ཙང་འོ་འདི་དཔེ་ཆ་འདི་མ་ཀློག། དང་པོ། ཨ་ནི་འདིའི་ཞུ་སྒོ་ལ་ཡ། མཚམས་བདེ་ངེས་མེད་ན། ཨ་ནི། རྩ་གསུམ་སྤྱི་ཡི་སྔོན་འགྲོ་ལ་ཡ་དེ་ཉམས་ལེན་ཆེ་པོ་མ་རེད། མཚམས་འདི་ཉིན་ཡིན་ན་རྩ་གསུམ་སྤྱི་ཡི་སྔོན་འགྲོ་དེ་ཉམས་ལེན་བྱེད་དེ་མ་ཀློག། ཨ་འདི་ཚ་བའི་ཞུ་གུ་ལ། ཨ་ནི། གནམ་ཆོས་ཐུགས་ཀྱི་གཏེར་ཁ་སྙན་བརྒྱུད་ཟབ་མོའི་སྐོར་ལས་བདེ་ཆེན་ཞིང་གི་སྒྲུབ་ཐབས་ཀྱི་འདོན་ཆ་བཞུགས་སོ་ལ་ཨེ་ཅི་དེ་གསུམ་པ་དེ་ཡོང་གི་རེད་འོ་དེ་ཉམས་ལེན་བྱེད་ནས་འགྲོ་ཡ་ད། ད་འདི་ནང་ལོགས་ལ་ཡང་ཐང་གི་ལ་ཡའི་གཞིས་ཀ་ཡོད་རེད་ད། རེད་བ། སངས་རྒྱས་འོད་དཔག་མེད་ཀྱི་ཚོགས་ཞིང་སྒོ་མའི་དེ་ནང་ལ་ཡོད་རེད། རང་ཉིད་ལྷ་ལ་སྐྱེས། རང་ཉིད་ལྷ་ལ་ཡ་ཨ་ནི་སྐྱེས་པའི་ཐོག་ནས་ཚོགས་གསོག་སྒྲིབ་སྦྱོང་བྱེད་ཡ་འདི་ནང་ལ་ཡོད་རེད། དེའི་སྒང་ལ་བྱང་ཆུབ་སེམས་ཨ་ནི་སྐུ་རླུང་སྤྱོད་པའི་སྐབས་དང་དེའི་རྒྱུན་དུ་ཉམས་ལེན་བྱེད་ཡ་དེ་ཡོད་རེད། ཨ་ནི། རྒྱལ་བ་བསགས་པ་ཚང་མ་བདེ་བ་ཅན་གྱི་ཞིང་གང་ལ་སྐྱེ་ཡ་ཀྱི་སྨོན་ལམ་དེ་ཡང་དེ་ནང་ལ་ཡོད་རེད། དེ་མཉམ་དུ་ཚེ་སྒྲུབ་བྱེད་ཀྱི་ཡིན་ན་ཚེ་སྒྲུབ་བྱེད་ཡས་ཀྱི་ཉམས་ལེན་ཡང་དེ་ནང་ལ་ཡོད་རེད། དེ་ཡིན་དུས་བདེ་ཆེན་ཞིང་གི་སྒྲུབ་ཐབས་ཀྱི་འདོན་ཆ་ཟེར་ཡས་ཀྱི་དཔེ་ཆ་ཉུང་ཉུང་ཅིག་མ་ཏོ་ཡོད་མ་རེད་དེ་ནང་ལ་ཚང་མ་ཚང་ཡོད་རེད། ཨོ་དེ་རེད། རེད་སོང་ཨ། ད་འདིའི་ནང་གི་མཐའ་མ་དེ་བསྔོ་བ་སྨོན་ལམ་བྱས་ཏེ་རྒྱས་པར་བཏང་གི་ཡིན་ན་ར་ག་ཨ་སེར་མཛད་པའི་བསྔོ་བ་སྨོན་ལམ་འདི་མཉམ་དུ་རྒྱབ། དུས་ཚོད་མེད་ན་དེ་བཞག་སངས་རྒྱས་འོད་དཔག་མེད་རང་གིས་གསུང་བྱ་བའི་སྨོན་ལམ་འབྲིང་བ་དེ་རྒྱབ་བཤམས་འདུག། འོ་ཅོ་བྱས་ཙང་ཀ། འགྲིག་སོང་ཨ། དཔེ་ཆ་ཀློག་སྨྲ་བཤེས་གཉེན་ཚོ་གིས་དེ་འདྲས་བྱས། དཔེ་ཆ་ཀློག་བཤེས་གཉེན་ཚོ་གིས་དེ་འདྲས་བྱས། ངས་ལབ་སོང་ཨ། འོ་འདི་ཡན་ཆད་དེ། རྡོར་གདན་ཚར་རེད་ད། རྡོར་གདན་ཚར་རེད།